གཟིགས་མོ་གླིང་གི་གོ་འགོ་བཟང་ལྷན་རྒྱས་ནས་བོད་ཀྱི་བང་ཆེན་གྱི་བདུན་རིག་གལ་ཆེན་གསར་འབྱོར་ཕྱོགས་བསྡུས་ཀྱི་ལེ་ཚན་གསན་གཟིགས་གནང་བར་དགའ་བསུ་ཞུ། ང་གསར་འབྱོར་ཉེ་དྲུང་པ་རྒྱ་མཚོ་ཡིན། དེ་རིང་ནི་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་དྲུག་དང་རི་གཟའ་དཔག་བསམ་རས་ཤང་ལ་གཟའ་འཁོར་འདི་ཡི་གལ་ཆེན་གསར་འབྱོར་ཁག་ཅིག་ཉེར་སྒྲོན་ཞུ་རྒྱུ་ཡིན། གོང་ས་མཆོག་བཞུགས་སྒར་དུ་ཞོགས་སུ་བདེ་བར་འཁོད་པའི་སྐོར་དང་ས་ར་ནཱ་ཐི་ལར་ལོ་རྒྱུས་ལྡན་པའི་ནང་པའི་མཆོད་རྟེན་ཞིག་ཉམས་གསོ་དང་དབུ་འབྱེད་མཛད་པའི་སྐོར་རྗེ་བཙུན་སོགས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བཅའ་གཞིག་ཚོགས་འདུ་ཡི་སྐབས་རྗེ་ཁག་ཉི་ཤུ་ཡི་བོད་དོན་གླེང་སློང་བྱས་པའི་སྐོར་དང་གོང་ས་མཆོག་གི་སྐུ་ཡི་འཁྲུངས་སྐར་ཉིན་མོ་དེ་དཀོན་མཆོག་སྙིང་རྗེ་ཡི་ཉིན་མོ་ཞེས་སྲུང་བརྩི་ཞུ་རྒྱུ་ཡོད་སྐོར་སྲིད་ཟུར་བློ་བཟང་སེང་གེ་ཡིས་རྒྱ་གར་གྱི ANI གསར་འགོད་པ་ལ་རྒྱ་ནག་གི་སྐོར་ཤེས་དགོས་ན་ཐུག་མ་བོད་ཀྱི་གནས་སྟངས་ཤེས་དགོས་པར་གསུངས་པའི་སྐོར་བཅས་ཀྱི་ཐུགས་ལ་སྙན་སྒྲོན་ཞུ་རྒྱུ་ཡིན་པས་ཚང་མས་གསར་འགྱུར་མུ་མཐུད་ནས་གསན་གཟིགས་གནང་རོགས། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་དགུ་ཉིན་གོང་ས་སྐྱབས་མགོན་ཆེན་མོ་ཆུ་བཞུགས་སྒར་ནས་ལྡི་ལིར་བརྒྱུད་དེ་འབྲས་ལྗོངས་སུ་ཕེབས་ཡོད་པ་དང་ཟླ་བ་དེའི་ཚེས་བཅུ་གཉིས་ནས་བཅུ་བཞི་བར་འབྲས་ལྗོངས་དང་ནུབ་སྦེལ་འགོལ་ས་ལོ་དགའ་ས་རྒྱུད་གྲྭ་ཚང་བཅས་སུ་ཆོས་འབྲེལ་བཀའ་དྲིན་བསྩལ། དེའི་རྗེས་གནས་ཆུང་རྡོ་རྗེ་གདན་དུ་ཆོས་བརྒྱུད་གནང་སྟེ་མགོན་པོ་གང་ཉིད་རྒྱལ་སྤྱིའི་དགེ་འདུན་པའི་གླིང་སྟེགས་དབུ་འབྱེད་ཀྱི་མཛད་སྒོ་དང་འཛམ་གླིང་ཞི་བདེ་ཡི་སྨོན་ལམ་དགེ་བཤེས་ལྷ་རམས་པའི་མཛད་སྒོ་སྔ་འགྱུར་སྙིང་མིའི་སྨོན་ལམ་གསུང་གི་ཚུལ་མགོན་དུ་ཕེབས་ཏེ་བཀའ་སློབ་བཀའ་དྲིན་བསྩལ། ལྷག་པར་དུ་བདག་ཅག་གི་སྟོན་པ་སངས་རྒྱས་སྲིད་གནས་བཅུ་ཆེ་བ་ཅན་དུ་དད་ལྡན་ཁྲོ་ཚུགས་མང་པོ་ལ་དུས་ཡུན་ཉིན་གསུམ་རིང་ཆོས་དབྱིངས་བསྟོད་པའི་གསུང་ཆོས་དང་རྗེ་བཙུན་འཇམ་པའི་དབྱངས་ཀྱི་རྗེས་གནང་བཅས་ཀྱི་ཆོས་འབྲེལ་བཅས་བཀའ་དྲིན་བསྩལ། སྐབས་དེའི་ཝཱ་ན་དབུས་བོད་ཀྱི་གཙུག་ལག་ལྷ་གཉེར་ཁང་དང་ཝཱ་ན་ཡི་ལྷ་གཟུགས་ཐུན་མོང་དཔོན་གྲྭ་ཆོས་སྲུང་བོད་མི་བཞི་ཆ་དང་ཞྭ་ལུང་དགོན་པ་ལྷ་སྟོན་ཆོས་ཁྲིའི་སྨོན་ལམ་འཆི་མེད་ཡི་དགེ་རྩ་དང་དགེ་ལྡན་ཤེས་ལེགས་ཁང་བཅས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་ཆོས་བཀའ་ཡི་སྒོ་ནས་བརྟན་བཞུགས་དམ་འབུལ་ཞུས། གཞན་ཡང་གནད་ཡོད་མི་སྣ་ལ་མཇལ་འཕྲད་གནང་བ་སོགས་ཀྱི་མཛད་འཕྲིན་ཁག་ལེགས་པར་གྲུབ་རྗེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་བཅུ་དགུ་ཉིན་མགོན་པོ་གང་ཉིད་གནས་ཆུང་རྡོ་རྗེ་གདན་ནས་རྒྱ་གར་གྱི་རྗེ་ས་ལྡི་ལི་ལ་ཆིབས་རྒྱུགས་བསྐྱངས་ཤིང། ཚེས་ཉི་ཤུ་རྩ་གཉིས་ཉིན་གྱི་སྔ་དྲོ་ལྡི་ལི་ནས་ཁ་ལང་བརྒྱུད་བཞུགས་སྒར་རྒྱ་བྷི་ཕོ་བྲང་དུ་ཞབས་སོར་བདེ་བར་འཁོད་སོང། སྤྱི་ཟླ་དང་པོའི་ཚེས་ཉི་ཤུ་དང་བོད་ཟླ་བཅུ་གཉིས་པའི་ཚེས་བཅུ་ཉིན་རིག་པ་གདུང་སྲས་རྗེ་སྤྲུལ་འཇིགས་མེད་ནོར་བུ་རི་མོ་ཆེན་ཡིས་ཐུགས་འགན་ཆེ་བཞེས་དགེ་ཨོ་ཏི་ཤར་སྔ་འགྱུར་རི་རྒོད་ཐུགས་རྟེན་སྨིན་གྲོལ་གླིང་རྙིང་མ་དགེ་རྩ་ཚུགས་པ་དང་མ་ཧཱ་བུ་དྷའི་ཆོས་ཚུལ་སྙག་རུ་དགེ་ས་ར་ནཱ་ཐི་ལ་བཞུགས་པའི་ནང་པའི་མཆོད་རྟེན་ཆེན་མོ་ཞིག་ཉམས་སུ་བསྒྲུབས་ཏེ་དབུ་འབྱེད་དང་རབ་བསྙེན་གྱི་མཛད་སྒོ་ཞིག་ཚུགས་འདུག་པ་དང། རི་ལྷ་ཡི་གདུང་འཛིན་བཞི་པ་བཅུ་གཅིག་གཏེར་ཆེན་ནམ་མཁའ་དྲི་མེད་རབ་འབྱམས་རི་མོ་ཆེན་ཡིས་རང་གནས་དང་དབུ་འབྱེད་གནང་འདུག་དབུ་འབྱེད་ཀྱི་མཛད་སྒོའི་ཐུགས་དང་གདུང་སྲས་དགའ་རབ་རི་མོ་ཆེན་གདུང་སྲས་འཇིགས་སྤྲུལ་འཇིགས་མེད་ནོར་བུ་རི་མོ་ཆེན་མཁའ་འགྲོ་ས་བཅུ་དབང་མོ། དེ་བཞིན་མཁན་སྤྲུལ་བླ་ལྷུ་དང་དད་ལྡན་སེར་སྐྱ་དུ་མ་མཉམ་བཞུགས་གནང་ཡོད་འདུག་ཉེ་ཆར་མཆོད་རྟེན་དེའི་སྐོར་གསེར་ཞང་ཕྱུག་ལགས་ཀྱིས་གནས་ཚུལ་མཁོ་སྤྲོད་གནང་དོན། སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཀྱི་འཁོར་ལོ་བསྐོར་བའི་གནས་ཆུ་ཆེ་བ་ཅན་དྲང་སྲོང་ལྷུང་བ་རི་དྭགས་ཀྱི་ནགས་ཚལ་གྱི་ས་ཡི་ཆ་ལ་གཏུགས་པ་ས་ར་ནཱ་ཐི་ལ་བཞུགས་པའི་ཆོས་ཀྱི་དྲི་གཙང་ཁང་ནང་མཆོད་རྟེན་ཆེན་མོ་འདི་ནི་སིང་ག་ལའི་ཡུལ་མིའི་བདག་ཉིད་ཆེན་མོ། Anna Garika Dhammapala མཆོག་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་ལོར་གསར་དུ་བཞེས་པ་དང་རྟེན་གཙོ་བོ་སངས་རྒྱས་ཀྱི་རིང་བསྲེལ་དང་ཉི་འོང་གི་ལྷ་འདྲེ་མཁས་ཆེན་པས་བྲིས་པའི་སྟོན་པའི་མཛད་རྣམ་སོགས་བཞུགས་པ་ཤིན་ཏུ་རྩ་ཆེ་ཞིང་ལོ་རྒྱུས་ལྡན་པའི་བསྟན་ཕྱུག་ཆོས་དུང་ཆེན་མོ་འདི་ལོ་མགོ་བརྒྱ་ཕྲག་སོང་སྟེ་ད་ལྟའི་ཆར་ཉང་སུ་ཡུལ་དུས་ལ་བབ་པར་ལས་གཞི་དེའི་མགྲོན་མགྲོན་མཐའ་དག་རིག་པ་གདུང་སེལ་རྗེ་སྤྲུལ་འཇིགས་མེད་ནོར་བུ་རིན་པོ་ཆེ་ཐུགས་འགན་གཙོ་བྱས་དགེ་ཨོ་ཏི་ཤ་སྔ་འགྱུར་རི་དགོན་ཐུགས་བསྟན་སྨིན་གྲོལ་གླིང་སྙེ་མ་དགེ་རྩ་ཚུགས་པ་དང་མ་ཧཱ་བུ་དུ་ཆོས་ཚུགས་ཉག་རུག་གི་འགན་ཁུར་ལེགས་པར་བསྒྲུབས་ཟིན་ཡོད་འདུག།

བཀོད་དེ་འགྱིག་ཁུག་བརྒྱ་དང་དྲུག་ཅུ་རེ་གཅིག་གི་བརྐོས་ཚོད་རེ་ལ་སྐར་ཆ་བཞི་ཅུ་ཞེ་ལྔ་ཡི་གཏམ་བཤད་གནང་བའི་གོ་སྐབས་སྤྲོད་ཡོད་པའི་ཁྲོད་འགྱིག་ཁུག་ཉི་ཤུ་ཡིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་བྱས་ཡོད་འདུག་ཕྱི་ལོ་ཉིས་སྟོང་བཅུ་བརྒྱད་ལོར་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ལ་དཔྱད་གཞི་ཐེངས་གསུམ་པ་དེ་བྱེད་སྐབས་འགྱིག་ཁུག་བཅུ་གཉིས་ཡིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་གླེང་སློང་བྱས་ཡོད་པ་དང་བསྡུས་ན་བོད་དོན་གླེང་སློང་བྱེད་མཁན་ལྡབ་གཅིག་མ་ཟིན་ཙམ་འཕར་ཡོད་འདུག། ཐེངས་འདིའི་ཚོགས་ཐུག་ཏུ་བོད་དོན་གླེང་སློང་བྱེད་མཁན་ཉི་ཧོང་དང་ལི་ཐུ་ནི་ཡ་བཅས་ཨེ་ཤི་ཡའི་རྒྱལ་ཁབ་གཉིས་མ་གཏོགས་བཞུགས་མེད་པ་མ་ཟད་བོད་དོན་གླེང་སློང་བྱེད་མཁན་བོད་ཀྱི་ཕྱི་མཚེའི་རྒྱལ་ཁབ་གཅིག་ཀྱང་བཞུགས་མེད་པ་རེད་འདུག་ལྷག་པར་དུ་རྒྱ་མིའི་སྐུ་ཚབ་ཡིས་བོད་ལ་ཤིས་ཙང་ཞེས་ག་ཚོད་འབོད་ཀྱང་རྒྱལ་ཁབ་གཞན་ནས Tibet ཞེས་ཡོངས་གྲགས་སུ་བོད་བརྒྱུད་ཞེས་པ་ལས་ཤིས་ཙང་ཟེར་མཁན་གཅིག་ཀྱང་བྱུང་མ་སོང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་དང་པོའི་ཚེས་བཅུ་བདུན་ནས་ཉིན་གྲངས་གཉིས་རིང་ཨེ་ཤེ་ཡའི་ནང་པའི་ཞི་བདེ་ལྷན་ཚོགས་ཀྱི་རྒྱལ་ཡོངས་ཚོགས་ཆེན་ཐེངས་བཅུ་གཉིས་པ་དེ་ཉིན་གྲངས་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལི་ལ་ཚོགས་འདུག་ལྷན་ཚོགས་ཐོག་རྒྱ་གར་དང་སོག་པོ་ར་ཤི་ཡ་དང་བལ་ཡུལ་ལྷོ་ཀོ་རི་ཡ་དང་མ་ལེ་ཤི་ཡ་འབྲུག་སོགས་རྒྱལ་ཁབ་བཅུ་བདུན་ཙམ་ནས་ནང་པའི་བླ་ཆེན་དང་སྐུ་ཚབ་ཁྱོན་ཉིས་བརྒྱ་ཙམ་མཉམ་ཞུགས་གནང་ཡོད་འདུག། ཚུལ་ཆེན་དེ་ལ་གོང་ས་མཆོག་གིས་གསུང་འཕྲིན་བསྩལ་གནང་བ་དང་དེ་བཞིན་རྒྱ་གར་གྱི་སྲིད་འཛིན་གཞོན་པ་དང་རྒྱ་གར་གྱི་ས་གཞི་ཚན་རིག་གི་བློན་ཆེན་བཅས་ཆེད་ཕེབས་ཀྱིས་གསུང་བཤད་གནང་ཡོད་འདུག། ཚུལ་ཆེན་དེའི་ཐུགས་གྲོས་ཆོད་ཁག་ཅིག་གཏན་འབེབས་གནང་ཞིང་དེ་འབྲེལ་གྱི་སྒྲ་གདངས་ཡང་སྤེལ་བའི་ནང་དུ། ཤིས་ནོར་གོང་ས་སྐྱབས་མགོན་ཆོས་མ་འཁྱུག་གི་སྐུ་ཚེ་ཧྲིལ་པོ་འཛམ་གླིང་ཞི་བདེ་དང་འགྲོ་བ་མིའི་རིགས་ཕན་ཚུན་འཆམ་མཐུན་གནས་ཐབས་ཀྱི་རླབས་ཆེན་གྱི་མཛད་རྗེས་ལ་ནོ་སྦེལ་ཞི་བདེ་གཟེངས་རྟགས་གཙོས་པའི་གཟེངས་རྟགས་བགྲང་གིས་མི་ལང་བར་འབུལ་བཞེས་ཀྱི་ངོས་འཛིན་དང། མགོན་པོ་གང་ཉིད་མཆོག་མཛངས་གླིང་ནང་ནང་པ་ཡོངས་ཀྱིས་བླ་ན་མ་མཆིས་པའི་དབུ་ཁྲིད་ཅིག་ལ་ངོས་འཛིན་གནང་རྒྱུ་ཡིས་སྤྱི་མོས་གཏན་འབེབས་གནང་བའི་སྒྲ་གདངས་སྤེལ་ཡོད་པ་མ་ཟད། ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཕུལ་བྱུང་སྐོར་ལ། མགོན་པོ་གང་གིས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོ་ནས་བཀའ་སློབ་རིམ་འཕེལ་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་བཞི་ཉིན་ཡུང་ཆོས་སྲིད་བྲག་དང་དེ་བཞིན་འབྱུང་འགྱུར་ཡང་རྒྱལ་བོའི་ཡང་སྲིད་དང་འབྲེལ་བའི་གནང་སྒོ་མཐའ་དག་རྒྱལ་བ་རིན་པོ་ཆེན་སྐུ་ཉིད་ཀྱིས་ཐུགས་ཐག་གཅོད་གནང་མཛད་རྒྱུ་ལས་གཞན་གཞུང་གི་སུ་ལ་ཡང་ཐེ་ཇུས་བྱེད་པའི་དབང་ཚད་མེད། ཆོས་ཞུགས་ཀྱི་བྱ་བ་འདི་ཡི་ཐད་རྒྱལ་བ་རིན་པོ་ཆེན་མཆོག་གིས་སུ་ཞིག་ལ་འགན་ཇི་ལྟར་བསྐུལ་བ་བཞིན་དེ་ཡི་བརྒྱུད་རིང་ནས་འགྲོ་དགོས་པ་ཞིག་ཡིན་ཞེས་དང། ཞོགས་མཚུངས་ཕྱི་ཟླ་བདུན་པའི་ཚེས་དྲུག་ཉིན་ཏེ་གཤེན་ནུ་གོང་ས་སྐྱབས་དངོས་ཆེན་མོ་མཆོག་གི་སྐུ་ཡི་འཁྲུངས་སྐར་ཉིན་མོ་སྟེ་དཀོན་མཆོག་སྙིང་རྗེ་ཡི་ཉིན་མོ་སྲུང་བརྩི་ཞུ་རྒྱུ་ཡི་སྒྲ་གདངས་སྤེལ་བ་དང་ཆབས་ཅིག་འཛམ་གླིང་ནང་ཞི་བདེ་དང་འཚེ་མེད་ཞི་བ་སྙིང་རྗེ་ལ་དགའ་ཞེན་ཡོད་མཁན་ཡོངས་ནས་གོང་ཚེས་ཉིན་དཀོན་མཆོག་སྙིང་རྗེ་ཡི་ཉིན་མོ་སྲུང་བརྩི་ཞུ་དགོས་པའི་འབོད་སྐུལ་ཞུས་ཡོད་པ་བཅས་འཁོད་འདུག། ཕྱི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་གར་གྱི ANI གསར་ཁང་གིས་སྲིད་ཟུར་འབུམ་རམས་པ་བློ་བཟང་སེང་གེ་ལ་བཅར་འདྲི་ཞེས་པའི་ལེ་ཚན་ཞིག་དྲ་ཐོག་ཏུ་སྤེལ་འདུག་དེ་ནི་ཉེ་ཆར་སྲིད་ཟུར་བློ་བཟང་སེང་གེ་ལགས་ཨ་རུ་ན་ཅལ་མངའ་སྡེ་ཡི་ཆོས་རིག་བློན་ཆེན་གྱི་མགྲོན་འབོད་ཞུས་པར་ལྟར་ཨ་རུ་ན་ཅལ་དུ་ཕེབས་སྐབས་གུང་གི་གསར་ཁང་གི་སྲིད་ཟུར་ཕྱུག་ལ་བོད་རྒྱ་གཉིས་ཀྱི་གནོད་དོན་དང་འབྲེལ་ནས་གུང་ས་ཕྱུག་དང་རྒྱ་གར་ཨ་རི་དང་ཐའེ་ཝན་རྒྱལ་སྤྱིའི་སུག་གི་གནད་དོན་སྐོར་བཅར་འདྲི་བྱས་པ་ཞིག་རེད་འདུག་སྐབས་དེར་སྲིད་ཟུར་བློ་བཟང་སེང་གེས་གསར་འགོད་པའི་དྲི་བའི་ལན་དུ། རྒྱ་ནག་གིས་ང་ཚོའི་རྒྱལ་ཁབ་བཙན་བཟུང་བྱས་ཏེ་བོད་ནང་ལོ་མགོ་སྟོང་ཕྲག་གོང་ནས་བདག་ཉར་བྱས་པའི་བོད་ཀྱི་དཔལ་ཡོན་དང། རིག་གཞུང། ལས་བྱང། དེ་བཞིན་དགོན་པ་བརྒྱ་ཆ་དགུ་བཅུ་དགུ་བརྒྱད་ཙམ་རྩ་གཏོར་བཏང་བའི་སྐོར་དང་བོད་མི་ས་ཡ་འགའ་ཤས་མི་སྤྱོད་ལས་འདས་པའི་དཀའ་སྡུག་ཁྲོད་ཚེ་གཟུགས་ཤོར་ཡོད་པ་དང་སྟོང་ཕྲག་ཁྲི་ཕྲག་མང་པོ་རྡུང་པ་དང་གཏུག་བཤེར་ཐེབས་པ་བཙོན་ཁང་ནང་ཤི་བ་སོགས་ཀྱི་བོད་མི་རྣམས་ལ་བསམ་ཡུལ་ལས་འདས་པའི་དཀའ་སྡུག་ཁྲོད་ཡོད་པའི་སྐོར་དང་ང་ཚོ་ནི་དཀའ་སྡུག་དེ་འདྲ་ཞིག་གི་ལོ་རྒྱུས་ཁྲོད་ནས་མི་རབས་ཤིག་འཚར་ལོངས་བྱུང་ཡོད་དུས། བོད་ནང་རང་དབང་མ་བྱུང་བར་རྒྱ་ནག་ལ་ངོ་རྒོལ་བྱེད་རྒྱུ་དང་ཐབས་རྩོད་བྱེད་རྒྱུ་ནི་རང་ཉིད་བོད་པ་ཞིག་ཡིན་པའི་ངོས་ནས་འགན་འཁྲི་རེ་དྲན་གྱི་ཡོད་ཅེས་གསུངས་འདུག་ཁོང་གིས་མུ་མཐུད་དུ་གསུངས་དོན་ང་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་པའི་བརྒྱུད་ནས་གཞན་ལ་ཡང་རྒྱ་ནག་དང་ལྷན་དུ་འབྲེལ་འདྲིས་བྱེད་པ་ནི་ཧ་ཅང་ཉེན་ཁ་ཆེན་མོ་རེད་ཅེས་བརྗོད་ཀྱི་ཡོད་པ་དང་རྒྱ་ནག་གི་སྐོར་གོ་ཐུག་དགོས་ན་བོད་ཀྱི་གནས་སྟངས་ཤེས་དགོས་ཤིང་བོད་ཀྱི་ད་ལྟའི་གནས་སྟངས་མ་ཤེས་པར་རྒྱ་ནག་གི་སྐོར་ཆ་ཚང་གཏུག་ཐུབ་ཀྱི་མ་རེད་ཅེས་བརྗོད་འདུག་དེ་བཞིན་ང་ཚོས་འདས་པའི་ལོ་འགོ་དྲུག་ཅུ་རིང་དེ་ལྟར་བཤད་ཀྱང་ཉན་ཁེ་མ་བྱུང་བས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཉིས་ནས་རིམ་པས་འབྲུག་གླང་དང་སྒ་ཝན་སུ་གའི་དོན་རྐྱེན་བྱུང་སྟེ་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ནས་ད་ལྟའི་བར་རྒྱ་གར་གྱི་ས་ཆ་མང་པོ་རྒྱ་མིའི་ལག་ཏུ་ཤོར་ཡོད་པའི་སྐོར་སོགས་གསུངས་འདུག་གཞན་ཡང་གསར་འགོད་པས་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་འབྲུག་གླང་གི་དོན་རྐྱེན་དང་འབྲེལ་ཏེ་སྲིད་ཟུར་གྱི་སྐད་ཆ་འགའ་ལུང་འདྲེན་གྱིས་དྲི་བ་དྲིས་པའི་ལན་དུ་སྲིད་ཟུར་གྱིས་བོད་རང་བཙན་ཡོད་དུས་རྒྱ་གར་དང་བོད་གཉིས་བར་དམག་མི་བཅུ་བརྒྱད་ལས་མེད་ཀྱང་ཞི་བདེའི་ངང་གནས་ཡོད་པའི་སྐོར་དང། ད་ལྟའི་ཆར་རྒྱ་གར་གྱི་འགྲོ་ལམ་དང་སྒང་བའི་ཉེ་འཁོར་དུ་རྒྱ་ནག་གིས་དམག་གི་རྟེན་གཞི་མང་པོ་གསར་དུ་རྒྱག་སྟེ་དམག་མི་སྟོང་ཚོ་མང་པོ་བཀྲམ་ཡོད་པས་ཉེན་ཁ་ཆེན་མོ་ཡོད་སྐོར་གསུངས་འདུག་དེ་བཞིན་སྲིད་ཟུར་མཆོག་གིས་གོང་ས་མཆོག་གི་ཡང་སྲིད་དང་འབྲེལ་རྒྱ་ནག་གཞུང་ནས་དམར་ཤོག་རིང་ལུགས་པ་དང། ལྷ་མི་མང་བ་ཆོས་ལ་ཡིད་ཆེས་མི་བྱེད་མཁན་ཞིག་ཡིན་པ་མ་ཟད་རྒྱ་ནག་གཞུང་གིས་བོད་ཀྱི་དགོན་པ་གཏོར་བ་དང་དགུན་གནས་པ་དང་བཙོན་པ་མང་པོ་ཞིག་མེད་པ་བཟོས་ཡོད་པས་རྒྱ་ནག་གཞུང་ལ་གོང་ས་མཆོག་གི་ཡང་སྲིད་འདེམས་པའི་ཐུགས་དམ་མེད་སུ་སོང་འདུག། གཟིགས་མོ་ལྷན་རྒྱས་དོན་དེ་གལ་ཆེན་གསར་འབྱོར་ཕྱུག་བསྡུས་ཀྱི་ལེ་ཚན་དེ་ག་མཇུག་བསྒྲིལ་པ་ཡིན་གལ་ཏེ་ལྷན་རྒྱས་ནས་བོད་དང་རྒྱལ་སྤྱིའི་གསར་འབྱོར་རྒྱས་པ་ཁག་གསན་གཟིགས་གནང་འདོད་ཡོད་ཚེ་ངོ་དེབ་དང་ཡོའུ་ཀྲུག་དེ་བཞིན་ཨིན་སི་ར་གི་རང་བཅས་ཀྱི་ཐུགས་ལ་བོད་ཀྱི་བང་ཆེན་ཡང་ན Tibet Express དྲ་ཚིགས་ཐུག་ནས་གསན་གཟིགས་གནང་རྒྱུ་ཡོད་པས་དེ་འདུལ་ལྷན་ཁེ་ནས་དགུང་བྱ་གནང་རུག་ང་ཚོ་ཐེན་རྗེས་མི་ལེ་ཚན་ནང་ཡང་བསྐྱར་མཇལ་ཡོང་བཀའ་དྲིན་ཆེ།